བོད་ཀྱི་བང་ཆེན་གྱི་གྲྭ་ཁམས་སེང་གེ་ལྷན་རྒྱས་ཁོང་ཁམས་བཟང། ང་ད་རིང་གི་སྙན་སྒྲོན་པ་བསྟན་འཛིན་ཆོས་དབྱངས་ཡིན། གཤམ་ལ་གུས་མོའི་ཁྱེད་རྣམ་པའི་སྙན་ལམ་དུ་བོད་ཀྱི་བང་ཆེན་གསར་ཤོག་སྤྱི་ཡི་དོན་ཐེངས་གཅིག་སྟོང་གྱ་མེད་བཅུ་གསུམ་པའི་སྤྱི་སྤྱོད་སྙན་སྒྲོན་ཞུ་རྒྱུ་ཡིན། དཀྲོག་གཏམ་ཁྱབ་ཀྱི་འདྲ་ལགས། དྲ་རྒྱའི་དུས་རབས་འདིར་འཛམ་གླིང་ཤར་ནུབ་ཀུན་ཏུ་དྲ་རྒྱའི་ནུས་སྟོབས་ལ་བརྟེན་ནས་ཤེས་ཡོན་ཡར་རྒྱས་དང། ཕྱུག་བདག་ཆེན་པོ་གྱུར་པ་སོགས་བགྲང་གིས་མི་ལོངས་པ་ཞིག་ཡོད། བཙན་བྱོལ་བོད་མི་སྤྱི་ཚོགས་ཀྱང་རང་དབང་ཅན་གྱི་རྒྱལ་ཁབ་མང་པོ་ཞིག་ཏུ་གནས་སྡོད་བྱས་ཡོད་པས། དྲ་རྒྱའི་ནུས་པར་བརྟེན་ཤེས་ཡོན་དང་ཚོང་ལས་ཡར་རྒྱས་ཀྱི་གོ་སྐབས་ཡོད་པ་དེ་དམ་འཛིན་ངེས་པར་དུ་ཐུབ་དགོས་པ་གཞིར་རེད། འོན་ཀྱང་བཙན་བྱོལ་བོད་པའི་སྤྱི་ཚོགས་སུ་དྲ་རྒྱའི་ནུས་པ་ལ་བརྟེན་ནས་ཤེས་ཡོན་ཡར་རྒྱས་དང་ཚོང་ལས་ལ་ཙག་ཙིག་ཙམ་ལས་གལ་ཆེན་པོ་གཉེར་ཐུབ་མཁན་ཞིག་གཏན་ནས་མེད། དཔེར་ན་དཔལ་འབྱོར་གཅིག་པོའི་ཐོག་ནས་སྤྱི་ཚོགས་དྲ་ལམ་ངོ་དེབ Facebook དང། Instagram སྐད་འཕྲིན་བཅས་ཀྱི་དྭགས་པོ་རང་ལོ་བཞི་ཅུ་ཡིན་པ་ཨ་རིའི་ཕྱུག་བདག Mark Zuckerberg ལ་མཚོན་ན་ད་ལྟའི་ཆར་ཨ་སྒོར་ཐེར་འབུམ་བརྒྱ་དང་དོན་བཞི་དོན་བཞི་ཚ་དགུ་ཡོད་པའི་འཛམ་གླིང་གི་ཕྱུག་བདག་ཨང་བཞི་པར་གྱུར་ཡོད། བུས་པའི་ཁ་རྒྱུན་དུ། ཨ་མའི་བུ་ལ་ཡོན་ཏན་ཡོད་ན་ག་འདེང་ཁྲི་ལ་དྭགས་པོ་མེད་ཅེས་པ་བཞིན། ད་ལྟའི་དུས་འདིར་རང་ཉིད་ཀྱི་ཤེས་ཡོན་དང་སྙིང་སྟོབས། དེ་བཞིན་ནུས་པ་བཅས་ཀྱིས་འདེགས་ན་མི་ཚང་མར་གོ་སྐབས་འདྲ་མཉམ་དུ་ཡོད། དཔེར་ན་ཨ་རིའི་མི་སེར་ཡིན་པ་དང་ཤེས་ཡོན་ཡོད་པའི་བུད་མེད་དག་ལ་མཚོན་ན། ཁོང་མག་ཟུ་ཀ་བག་དང་གོ་སྐབས་གཅིག་པ་ཡིན་པ་ལས་དམིགས་བསལ་གྱི་བཀག་རྒྱ་གང་ཡང་མེད། གང་ལྟར་བཙན་བྱོལ་བོད་མིའི་ངོས་ནས་འདི་ལྟ་བུའི་ནུས་པ་དང་སེམས་ཤུགས་ཡོད་མཁན་ད་དུང་འཚར་ལོངས་བྱུང་མེད་པ་མ་ཟད་རྨི་ལམ་ཙམ་གཏོང་མཁན་ཡང་དཀོན་པོ་ཡིན། མ་འོངས་པར་ནུབ་ཕྱོགས་ཀྱི་ཡུལ་གྲུ་ཁག་ཏུ་འཚར་ལོངས་བྱུང་བའི་ན་གཞོན་རྣམས་ལ་ལས་རིགས་གང་གི་ཐོག་ནས་ཀྱང་གོ་སྐབས་འདྲ་མཉམ་ཡོད་པས་དེ་ལུགས་ཀྱི་ནུས་པ་འདོན་ཐུབ་པའི་གྲ་སྒྲིག་དང་བརྩོན་ལེན་བྱེད་མ་ཐུབ་ན་ཤེས་ཡོན་ཅན་ཞེས་པ་ནི་དུས་ཡུན་མི་གཞན་གྱི་ཞབས་ཞུའམ་གཡོག་པོ་ཙམ་ལས་ནུས་ཤུགས་ལྡན་པའི་སྤྱི་ཚོགས་ཀྱི་སྣེ་ཁྲིད་པ་ཞིག་ཏུ་འགྱུར་དཀའ། གོང་དུ་བརྗོད་པ་དེ་དག་རྒྱ་ཆེ་ས་ནས་བཤད་པ་ཙམ་ཡིན་པས་མག་འཛུ་ཀ་བག་ལྟ་བུའི་ན་གཞོན་འཇོན་ཐང་ཅན་ནི་རྒྱ་ནག་དང་རྒྱ་གར་ལྟ་བུའི་རྒྱལ་ཁབ་ཏུའང་ད་བར་བྱུང་མྱོང་མེད་པའི་བཙན་བྱོལ་བོད་མི་སྤྱི་ཚོགས་ཆུང་ངུ་འདིའི་ནང་མེད་པ་ཧ་ལས་གོ་བ་ཞིག་མིན་ཡང། བཙན་བྱོལ་བོད་མི་སྤྱི་ཚོགས་ནང་སྤྱི་ཚོགས་དྲ་རྒྱ་བེད་སྤྱོད་ལེགས་ཕྱོགས་སུ་གཏོང་མ་ཐུབ་པ་མ་ཟད་སྤྱི་ཚོགས་དྲ་རྒྱ་ལ་བརྟེན་ནས་གནད་དོན་ཆུང་ཆུང་ཆེན་པོ་བཟོས་ཆེན་པོ་རྫ་དྲག་ཏུ་འགྱུར་བའི་ལག་ཆ་ཅིག་ཏུ་གྱུར་ཡོད། བཙན་བྱོལ་བོད་མི་རྒན་གཞོན་དར་གསུམ་ཚང་མས་ལག་ཏུ་སྤྱོད་དེ་ཁ་པར་མེད་མཁན་ཞིག་ཕལ་ཆེར་མེད་ལ། ཡོད་པ་དག་གིས་ཀྱང་བཟང་ཕྱོགས་སུ་བེད་སྤྱོད་མ་ཐུབ་པར་དུས་རྒྱུན་སྤྱི་ཚོགས་ཀྱི་རྩོད་རྙོག་གང་རུང་གི་ཕྱོགས་སྔ་བཟུང་ནས། གྲོ་ལྡོག་དང། འུད་སྒྲོག་དཀྲོག་གཏམ་སྤེལ་མཁན་དག་གི་དམིགས་ཡུལ་བཞིན་ད་ལྟའི་དུས་འདི་བཙན་བྱོལ་བོད་མི་མང་པོ་ཞིག་དེ་དག་གི་བཀོལ་སྤྱོད་དང་གཡོ་འོག་ཏུ་ཡོངས་སུ་ཚུད་ཡོད། སྤྱི་ཚོགས་དྲ་ལམ་ཁག་ཏུ་འུར་འཕྲོག་བྱེད་མཁན་དག་གི་གནས་ཚུལ་གང་བྱུང་ཡོད་པ་ཕྱོགས་ངོས་དང་གནས་སྟངས་ཆ་ཚང་མི་བརྗོད་པར་ཟུར་གཅིག་ཙམ་ལ་གྲོས་ཐོག་འུད་སྒྲོག་སྣ་ཚོགས་བྱས་ནས་ཕྱོགས་གཅིག་ལ་ཞེན་ཁོག་ཡིན་མདོག་དང་ཕྱོགས་གཅིག་ལ་ཁ་གཏད་གཅོག་མཁན་ཡིན་པའི་རྣམ་འགྱུར་བསྟན་ཡོང་དུས། མི་མང་ཆེ་བ་དེ་ལ་མགོ་འཁོར་ནས་སེམས་ཁྲལ་དང་ཁོང་ཁྲོ་ཆེན་པོ་སྐྱེ་བཞིན་ཡོད་པ་དང། དོན་དངོས་ཀྱི་གནས་སྟངས་ཡོངས་རྫོགས་སྤྱི་ཚོགས་དྲ་ལམ་དུ་འུར་འཕྲོག་བྱེད་དག་གིས་བརྗོད་པ་ལྟར་མིན་ཡང། ཕྱོགས་གང་ས་ནས་འུད་སྒྲོག་བྱེད་མཁན་དག་གི་རྗེས་སུ་རང་བཞིན་གྱིས་འབྲངས་པ་ལྟ་བུ་དང། འུད་སྒྲོག་གི་རིགས་ལ་དོ་སྣང་བྱེད་མཁན་མང་བ་ཡོད་པ་ནི་སྨོས་མི་དགོས་པ་ལྟ་བུར་གྱུར་འདུག། ལྷག་པར་དུ་སློབ་སྦྱོང་བྱས་མ་མྱོང་མཁན་དང། རྒན་འཁོགས་རྣམས་བློ་ཁ་བསྒྱུར་སླ་བ་ཡོད་ཅིང་ན་གཞོན་སློབ་སྦྱོང་བྱས་མྱོང་མཁན་ཕལ་ཆེ་བ་དེ་ལ་བརྟེན་ནས་རྩོད་རྙོག་དང་བོད་དོན་སྤྱི་ཡོངས་ལ་དོ་སྣང་བྱེད་མཁན་ཉུང་དུ་འགྲོ་བཞིན་ཡོད། མདོར་ན་བཙན་བྱོལ་བོད་པའི་སྤྱི་ཚོགས་དེ་འཛམ་གླིང་ཤར་ནུབ་ཀུན་ཏུ་ཁ་འཐོར་ནས་གནས་ཡོད་པས་དེ་དག་ཚང་མ་གོང་ས་མཆོག་དང་བཙན་བྱོལ་བོད་གཞུང་གི་ཕན་ཚུན་ལ་བརྟེན་ནས་ད་བར་སྒྲིག་འཛུགས་གཅིག་གི་འོག་ཏུ་གནས་ཐུབ་པ་དེ་ལས་སླ་པོ་ཞིག་གཏན་ནས་མ་རེད། ད་ཆ་སྤྱི་ཚོགས་དྲ་ལམ་ཁག་གི་འུད་སྒྲོག་ལ་བརྟེན་ནས་སྤྱི་ཚོགས་ཀྱི་ཁོར་ཡུག་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་པ་དང། དྲ་ལམ་གྱི་ཡུལ་གྲོགས་ཁག་གྲོས་ཚོགས་ཀྱི་གླེང་གཞིར་བསྒྱུར་བ་དང། གྲོས་ཚོགས་ནང་གི་སྐད་ཆ་དེ་དག་སླར་ཡང་སྤྱི་ཚོགས་དྲ་ལམ་དུ་བཅོས་བསྡུ་དང་སྒྲིག་སྦྱོར་བྱས་ནས་བཀྲམས་ཡོང་དུས་སྤྱི་ཚོགས་ཆུང་ཆུང་འདི་ཡོལ་བསྔོ་བ་ལྟ་བུ་འགྱུར་བཞིན་འདུག་དཔེར་ན་སྲིད་སྐྱོང་དང་སྲིད་ཟུར་ལ་རྒྱབ་སྐྱོར་གྱི་རྣམ་འགྱུར་ཐོག་ནས་སྤྱི་ཚོགས་དྲ་ལམ་དུ་འུར་སྒྲོག་བྱེད་མཁན་དག་གི་བྱེད་སྟངས་ལ་བལྟས་ནས་དོན་དུ་ཁོང་གཉིས་ལ་གནོད་པ་ལས་ཕན་ཐོགས་མེད་པ་མ་ཟད། དཀྲོག་གཏམ་སྤེལ་མཁན་དེ་དག་གིས་ཁྱབ་ཏུ་ཁྱམས་དམར་གྱི་ལག་པ་ཡོད་པའི་དོགས་པའང་འདུག་སྙམ།